སྔོན་འགྲོ་རྫས་རིམ་བཞི་པ། བཞག་གི་རལ་སྟན་པའི་གཙུག་རྒྱན་བཅོ་བརྒྱད་སྦྱར་བ་སྨན་དྲི་བམ་ཆུང་ནས། བཤད་སྒྲུབ་བསྟན་པའི་དར་ཆེན་ཁ་དབྱིངས་སུ་བསྒྲེངས་ཏེ། མེ་ཏོག་སིལ་མ་ཕུལ་བ་དང་ཆབས་ཅིག་ཏུ། སེར་སྐྱ་མང་ཚོགས་ཡོངས་ཀྱིས་བསྟན་པ་གཅེས་པའི་མོ་རྣམས་གསུང་རྒྱུ།

གནང་བ་དང། སེར་སྐྱ་དམངས་ཚོགས་རྣམས་སྒྱུ་རྩལ་དུ་ཞབས་སོར་འཁོད་གྲུབ་མཚམས་འབྲེལ་སྲོལ་དང་སྲོལ་རྒྱག་འབུལ་རྒྱུ།

བཅུ་གཅིག་རྗེ་ཨ་མི་རི་ཡའི་དཔོན་སློབ་གཡུང་བསྟན་འཕྲིན་ལས་ཉི་མ་རིན་པོ་ཆེ་མཆོག་གཡུང་དྲུང་དགོན་གྱི་ཤིས་སྤྲུལ་བདེ་ལེགས་མཁྱེན་རིན་པོ་ཆེ་དང་ལ་བེ་རིན་པོ་ཆེ། དེ་བཞིན་དུ་དྲུང་ཆེ་ཆེ་བ་ཟུར་པར་དགོན་གྱི་གསར་རྙིང་མཐིང་གསུར་གྱི་གཙོ་གཙོ། དགོན་གྱི་གསར་རྙིང་འགོ་འཛིན་གྱི་འགོ་འཛིན། གཞུང་རྟེན་ཚོགས་ཆུང། པ་བཅས་ཏེ་སྨིན་རི་བྲག་སྟོང་གི་གཉིས་པ། འཛིན་སྐུ་རི་ནཱ་མི་ནིང་གི་གླིང་སྣེ་ལས་རྗེ།

ཉིད་དེ། ལྷ་བྱིན་ཏེ་སྨིན་གྲོལ་ནི་དེར་གཡུང་དྲུང་ཀུན་གྱི་ཞི་ཁྲོའི་འདུས་སྡེ། ཀུན་བཟོད་དེ་རྟེན་འབྲེལ་ནོར་བ་ནི། རྟེན་འབྲེལ་ནོར་བ་ནི་རུང་བཞིན་དུ་འཆད་ཉན་གྱི་གསུང་དང། འདི་རྟེན་བློ་ཉེ་བའི་འགྲེལ་བཤད་སོགས་གཏན་ཕན་མཛད། དེ་ནས་བཟུང་སྟེ་རྗེ་རྒྱ་མི་རིགས་པའི་ཡོངས་འཛིན་དགེ་ལུགས་བསྟན་འཛིན་མནའ་བདག་རིན་པོ་ཆེ་དང། ལ་རམས་པ་བརྩོན་འགྲུས་དགོངས་པས་གཉིས་གཙོ་བོར་བགྱི་བའི་ཞི་ཁྲོའི་བློ་ཉེ་བ་ཡོངས་ལ་མདོ་སྔགས་སེང་གསུམ་གྱི་གཞུང་ཆེན་འགའ་ལ་ཞི་ཁྲིད་གནང་སྟེ། ཐུན་མོང་དྲིལ་བསྒྲིགས་སུ་ལ་ཕྱི་ཚོགས་འཛུགས་སྐྱོང་དང། ཐོག་བཟང་སྒོ་དྲུག་གི་ཉམས་ལེན། སུ་འབྲས་བུ་ཡིད་དུ་ཟ་བར་བྱུང། སྤྱི་དོན་དགུ་བརྒྱ་ཇི་བཞིན་བཅའ་འཕྲུལ་ལོ། ལྟ་བྱིན་ཏེ་སྨིན་རིང་ལན་དུ་གཡུང་དྲུང་དགོན་གྱི་མདོ་སྔགས་སྲིད་གསུམ་གྱི་དུས་མེད་གཞུང་ཆེན་སྤྱི་དང། རྗེས་འབྲང། བསྟན་བཅོས་ཐུན་མོང་རིག་པའི། ལས་ཆེན་འགའ་ལ་བྱུང་འཕྲལ་གྱི་མཐར་ཕྱིན་པའི། ཤེས་འཕྲུལ་ལ་ཉེ་བར་སྤྲུལ་སྐུའི་བཀའ། རང་ཅག་བ་འགའི་བཤེས་གཉེན་ཆེན་མོ་འཛིན་བདག་བཞི། དེ་ནས་བཟུང། ད་ལྟ་བར་དུ་མི་རིགས་པའི་དགེ་བཤེས་བརྒྱ་ཕྲག་ལྷག་མཆན་བཟོས་པ་རྣམས་ཀྱི། རུ་ཡུལ་ཀོང་ཇོ། མདོ་སྨད་སྤ་སོ། ཞི་ནུ་རྒྱལ་ཁམས་ཆེ་ཕྲ་དུ་མར་གནས་པའི་གཡུང་དྲུང་བོན་གྱི་དགོན་སྡེ་དང། ཆོས་ཚུལ། མཐའ་ཀློའི་རྗེས་སུ་མཁན་པོ་དང་བོན་ཀློ་ཡི་གིང། ཉག་ཤུ་པ་བཅས། ནང་དུ་སྣང་བཞིན་པ་རེད།

དེ་མ་ཟད། ད་ལྟ་ཐུགས་འབྱིན་པའི་དགེ་བཤེས་རྣམ་པ། ས་ག་བ་སོང་ན་ག་བ་བསྡད་ན་སངས་རྒྱས་ཀྱི་བསྟན་པ་གར་ལས་འཛིན་སྐྱོང་ཕེབས་སེམས་བྱེད་པ་ཡིན་ན། ཐམས་ཅད་ཀྱི་ཡིད་སྨོན་བཅོལ་ས་དང། ཡིད་ཆེས་བྱེད་ས་དང། ཞུགས་པ་ཡིན་ན་རེད་ཡོན་ཏན་ཡིན་ན་རེད་ཐམས་ཅད།

ཤེས་རབ་ཀྱི་དེ་ཡིན་ན་འདྲ། གང་ལྟར་དེ་མ་ཡིན་པའི་ཚོགས་པ་གང་དེའི་གཅིག་གི་གཅིག། ཡིན་པ་ཡིན་ན་དེ་སུའི་ཐོག་ལ་བསྔགས་ཟེར། ད་ལྟ་མཛད་འཕྲིན་སྐྱོང་བསྡད་པའི་བླ་མ་གལ་ཆེན་མང་པོ་ཅིག་ཡོད་རེད། དེའི་གི་བློ་བསྐྱེད་ནས་ནི་ད་ལྟ་ད་ག་ནང་བཞིན་གྱི་ཤེས་རབ་ཀྱི་དེ་དེ་འདྲའི་སྐྱོང་བསྡད་པ་མང་པོ་ཡོད་རེད། དེ་ཚོ་ཚང་མ་རྩ་བའི་གི་འདི་ནི་ནི། སྐྱབས་རྗེ་མཁྱེན་རབ་རྣམ་པའི་གི་ཐུགས་རྗེའི་བཀའ་དྲིན་འོག་ནས་ནི་སོ་སོ་རང་རང་གི་བསླབ་པ་བསླབ་ཉེར་ཚད་དུ་མཐུད་པ་བྱས་ནས་ནི་ད་ལྟ

ངའོ་སྔ་མོ་སྒོ་ཉན་ཚེ་མང་པོ་ཅིག་གནང་འོ་རེད་དེ་ཡང་ཟླ་བ་ཁ་ཁྱེར་མ་རེད་ལོ་ཁ་ཁྱེར་མ་རེད། མོ་ལོ་ལོ་ཆེན། བཅུ་བདུན་བཅོ་བརྒྱད་བྱས་ལ་ཨ་ནི་དཀའ་ལས་རྒྱག་འོ་རེད། དེ་ཚོའི་ནང་ལོག་ཡིན་པ་ན་ཉི་མ་རེ་རེ། ཆུ་ཚུད། བདུན་གཅིག་མ་མཐའ། དེ་ཚོའི་ཐོག་ལ་བསླབ་པ་སློབ་གཉེར་གནང་འོ་རེད། རྩ་བའི་གེ་ད་མོ་སོ་སོའི་གེ་རྣམ་བཅུ་རེད་ད་ཧ་ན་ཡིད་ཀྱི་བསླབ་པ་སློབ་གཉེར། ཅིག་འབད་བརྩོན་ཡོད་མེད་ཀྱི་ཁྱད་པར་ཆགས་དགོས་རེད་དེ་ནས་ཡིན་ན་ལས་ཚང་མ་འདིའི་ནང་ལ་ཡར་ཞོགས་ཚར་དུས

བོད་མི་སྒྲིག་འཛུགས་ངོས་ནས་ཡིན་པ་ཡིན་ན་དེ་ཚོ་ལ་ཅིག་མཐུ་ཆེན་དེ་ཚོ་ཚང་མ་རྒྱལ་དགོས་རེད་ང་ཚོ་འདི་ནས་ཡིན་པ་ཡིན་ན་ད་ཚང་མ་དེ་འདྲའི་ནོར་འཁྲུལ་ངོ་སྤྲོད་གནང་མཁན་ཕེབས་དགོས་རེད་ད་ནང་བཞིན་རྣམ་པ་ཚོ་ཡིན་པ་ཡིན་ན་དངོས་གནས་དྲང་གནས་དེ་སུའི་ཐོག་ལ་ལྟོས་ཅིག་གང་མང་མང་ཕེབས་ཐུབ་ཡ་གནང་རོགས་གྱིས་ཟེར་ནས་རེ་བ་ཞུ་གི་ཡོད་རྩ་བའི་ཕེབས་དགོས་ཀྱི་རེད་ད་ནང་བཞིན་གྱི་ད་ཅིག་སློབ་ཕྲུག་ཁ་ཚང་ངོ་མ་ཡིན་པ་ཡིན་ན་ཕ་ཆེན་སློབ་ཕྲུག་འཛིན་གྲྭ།

ཞེས་མཐུན་རྐྱེན་གྱི་ཐོག་ནས་མ་འགྲིག་པ་གང་ཡོད་པ་ད་སློབ་གཉེར་བ་རྣམས་ཀྱིས་ཅིག། སྔ་མའི་གི་སྐྱེ་བོ་དམ་པ་རྣམས་ཀྱིས་ཀྱི་དཀའ་བ་ག་འདྲས་བྱས་འདུག་སློབ་སྦྱོང་ག་འདྲས་བྱས་འདུག་གཞུང་ལུགས་ལ་ཐོས་བསམ་ག་འདྲས་བྱས་འདུག་དུས་ཚོད་ལ་མིག་དཔེ་བལྟ་ནས་ཅིག་སོ་སོའི་མི་ཚེ་འདི་འཕྲོ་བརླག་ཏུ་མི་བཏང་བར་སོ་སོའི་མི་ཚེ་འདི་ཆུད་ཟོས་སུ་མི་བཏང་པའི་ཐོག་ནས། ཅིག་སློབ་སྦྱོང་གནང་ཡ་འདི་ཤིན་ཏུ་གལ་ཆེན་པོ་རེད། དེ་མ་གཏོགས་ང་ཚོའི་འདི་ན་དུས་དྲན་འདི་དུས་ཆེན་འདི་གལ་ཆེན་པོ་ཡིན་པ་དང་དུས་ཆེན་འདི་རྩ་ཆེན་པོ་ཡིན་པ་དང་ཁྲ་ཁྲ་ཟིང་ཟིང་ཅིག་ང་ཚོ་མཉམ་འཛོམས་བྱས་ཏེ་བསྟན་པ་འདི་དར་ཡ་འདི་ཁག་པོ་རེད། ད་གལ་ཆེ་ཤོས་ཁྱེད་རང་ཚོ་སློབ་གཉེར་པ་ལ་རག་ལས་པ་རེད། སློབ་གཉེར་བ་རྣམས་ཀྱིས་སྔ་དུས་ནང་བཞིན་གྱི་སློབ་སྦྱོང་ལ་འབད་པ་ཧུར་བརྩོན་ཅིག་གནང་པ་ཡིན་ན། ད་ང་ཚོ་དུས་ཆེན་ཡང་ནས་ཡང་དུ་སྲུང་བརྩི་བྱས་ཆོག་གི་རེད། དུས་ཆེན་འདི་ལས་དང་དྲག་ཁྱད་པར་བྱས་ཆོག་གི་རེད། ཁྱེད་རྣམས་བོད་ཀྱི་སློབ་སྦྱོང་མ་བྱས། རྣམ་གཡེང་གི་དུས་ད་ཨན་དེ་དེ་འདྲིས་ཀྱི་བྱུང་པ་ཡིན་ན། ད་ང་ཚོ་དུས་ཆེན་ཉི་མ་གཅིག་དེ་ལ་ཁྲ་ཁྲ་ཟིང་ཟིང་བྱས་ན་སང་ཉིན་ནས་འཇམ་ཐིང་ངེ་ཐིང་ངེ་ཆགས་པ་མི་སྲིད་པ་མ་རེད། དེ་ཡིན་དུས་སློབ་གཉེར་པ་རྣམས་ཀྱི་གི་ཐུགས་ལ་བཞག་ཡ་གི་གཙོ་བོ་དེ་སློབ་སྦྱོང་ཡག་པོ་གནང་རོགས་གྱིས།

བཤད་སྒྲུབ་ཀྱི་བསྟན་པ་རིན་པོ་ཆེ་དེ་མི་ཉམས་གོང་ནས་གོང་དུ་འཕེལ་དགོས་ཀྱི་སྨོན་ལམ་དང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བའི་ཚུལ་བཞིན།
མེ་སྤྲེལ་ལོ་ཡིན་གྱི་ལོ་འཁོར་ལོ་འཁོར་གཅིག་གི་ནང་ལ་ད་ཕྱི་ལུགས་ལྟར་ལ་ཡིན་ན་ཞག་མ་སུམ་བརྒྱ་དྲུག་ཅུ་རེད་ང་ད་བོད་ལུགས་ལྟར་ན་ཞག་མ་སུམ་བརྒྱ་དྲུག་ཅུ་ལ་ཡིན་འདུག་ལོ་འཁོར་དེ་གི་ནང་ལོགས་ལ་ཡང་བཤད་སྒྲུབ་དུས་དེང་གི་སློབ་གཉེར་མི་གི་ཁོང་ལས་ནས། ཨ་ནེ་རྩ་གཞུང་ཕར་རྒྱུག་སྤྲད་མཁན་དང་ད་བར་ནང་བཞིན་གྱི་རྒྱུགས་སྤྲོད་བྱས་ནས་ལོ་འཁོར་གྱི་གྲུབ་འབྲས་སོན་སོན་མཁན་དང་གཞུང་ཁྲིད་ཆེད་ར་སྤེལ་ཁྲིད་ཨ་དེ་ཚོ་ལྷག་ཆད་མེད་པ་སྤྱི་དང་སྒེར་གང་གི་ཐོག་ནས་ལྷག་ཆད་མེད་པ་ཚུར་བཞིན་དུ་ཕེབས་བསྡད་མཁན་ཁོང་རྣམ་པ་ལ་ཟླ་གང་ཟླ་གླ་གཅིག་ངོས་ནས་གོ་སྒྲིག་ཞུ་བྱས་ནས་ད་ལྟ་དུས་ཚོད་འདི་ལ་བསྟུན་པའི་གི་ཐོག་ནས་མ་ཕྱག་འཁྱེར་མཁན་སློབ་རྣམ་གཉིས་ཀྱི་རྒྱུད་ནས་མ་དེ་འདྲས་གི་གཟེངས་རྟགས་གསོལ་རས་གནང་ཡས་ཀྱི་ལམ་སྲོལ་ཞིག་ཡོད་པ་དེ་མ་རེད། ཨ་འཐས་ནས་ཡིན་འདུག་ངས་མ་དེ་ཉིན་མ་ཐོག་མར་ཤེས་སྒྲུབ་དུས་དེབ་ཀྱི་སློབ་གཉེར་བའི་ཁོངས་ནས་རྩ་གཞུང་ཕར་རྒྱུག་རྒྱུགས་སྤྲོད་གནང་མཁན་གྱི་མཚན་དང་དེའི་རྗེས་ནས་བཙུན་དགོན་རེ་ན་སྨན་གླིང་གི་ཁོངས་ནས་རྩ་གཞུང་ཕར་རྒྱུག་དཀར་ཟས་རྒྱུགས་སྤྲོད་གནང་མཁན་གྱི་སློབ་གཉེར་བའི་མཚན་རྣམས་རིམ་པས་གཞི་དུ་མར་སྒྲོག་སྦྱང་ཞུ་གི་ཡིན་སྒྲོག་སྦྱང་ཞུ་བ་གཞི་བཟུང་གི་ཐོག་ནས་རྣམ་པ་ཚོ་དེ་ནས་གང་མགྱོགས་མགྱོགས་དུ་གནང་རོགས་གྱིས་རིན་པོ་ཆེ་སྐུ་ཡི་གནས་བབ་ལ་ལྟོས་ཏེ་ཨ་ནེ་ཡང་ཤར་ཤར་གནང་ན་ཡག་པོ་ཡོད་རེད་ག་ལེ་ག་ལེ་ཨོ་དེ་འདྲས་སུ་ཞུས་ཡིན།

སློབ་གཉེར་བ་བརྩོན་འགྲུས་གོང་འཕེལ་སྲིད་པའི་མཛོ་འབུག་གི་ནང་ཚན་སྣེའི་དགུ་པ་རྟེན་འབྲེལ་ཆ་ཚང།

དེ་བཞིན་དུ་བོད་ཀྱི་གསར་རྙིང་སྒྲིག་འཛུགས་ཀྱི་ཚོགས་གཙོ་བོད་གཞིས་གསར་རྙིང་འགོ་འཛིན་གྱིས་ཚོགས་སྡེ་ཁག་གི་འགོ་འཛིན་རྣམ་པ་གཙོས་པའི་མི་མང་ཡོངས་དང། མདོར་ན་དེ་རིང་འདི་ལ་ཕེབས་པའི་སྐྱ་སེར་ཡོངས་རྫོགས་ལ་ངས་གཡུང་དྲུང་བོད་ཀྱི་ཤེས་འཁྲིད་དུ་དེའི་རྗེས་ལས་རྣམ་པར་གཙོ་བོ་བཅུ་བའི་བློ་གཉེར་བ་ཡོངས་ཀྱི་ཚུལ་བཞིན་ནས།

མཛད་སྒོ་འདི་ནི་བཀའ་བརྒྱད་བཀྲ་ཤིས་ཀྱི་ངང་ནས་མཇུག་བསྡུ་བ་ཡིན་ཐུགས་རྗེ་ཆེ།